སྡུག་བསྔལ་འདུན་པའི་རྣམ་པ་དེ་ལ་ཡང་ཨ་ནི་ཤི། ད་མི་རྟག་པ་སྡུག་བསྔལ་བ། ད་དེ་གཉིས་ཀྱི་སྐོར་དུ་ཁ་ཚ་ངོ་མ་ནས་བཞུ་ཚར་བ་རེད། ད་དེ་རིང་ག་རེ་རེད་ཟེར་དུས་གང་ལ་དེ་ནི་སྟོང་བ་དང་བདག་མེད་པ་ཟེར་དེའི་སྐོར་དུ་ང་ཚོ་ཁ་ཚང་ཚོགས་སྡེ་གཅིག་གི་ནང་ལོགས་ལ་བཞུ་ཡིན། ད་དེ་རིང་ཡང་དེའི་སྐོར་ལ་དེ་གཉིས་ཀྱི་སྐོར་ལ་བཞུ་ཡ་ཡིན། ད་ཁ་སང་ནས་ཞུ་བ་ནང་བཞིན་རེད་ང་ཚོ། སྟོང་བ་བདག་མེད་པ་སྲིད་སྟེ་གང་ལ་ཡང། ཁོ་གཉིས་ཀྱི་ཁྱད་པར་འདྲ་བོ་དེ། ཨ་ནི་ཤི་བ་ལ་ཡང་དེ་གཉིས་ཀྱི། དེ་གཉིས་ལ་སྒྲོ་འདོགས་པའི་སྒྲོ་འདོགས་དེ་ཡག་པོ་ཅིག་ཤི་འགོ་གི་འདུག་ཟེར་ཡ་ད་དོན་དག་དེ་རེད། ད་སྒྲོ་འདོགས་དེ་ཡག་པོ་ཅིག་ཤི་བ་ལ་ཤི་བར་བྱས་པ་ལ། ཨ་ནི་ད་སྒྲོ་འདོགས་ཚུལ་འདྲ་བོ་དེ་ག་འདྲ་ཡིན་མིན་དེ་ཤི་འགོ་གི་ཡོད་རེད་བ། ད་སྒྲོ་འདོགས་ཚུལ་དེ་ག་རེ་རེད་ཟེར་དེ་གང་ལ་དཔེར་ན་སྟོང་བ་ཟེར་ཡ་དེ།

དེ་འདྲའི་གཟའ་བརྗིད་སྙིང་པོར་ལེན་པའི་ཕུང་པོ་དེ་ནི་གཙང་བའི་བདག་དེ་དང་ངོ་བོ་གཅིག་ཏུ་སྒྲུབ་པ་འཛིན་པའི་འཛིན་པ་དེ་ལ་ཡང་བདག་མེད་པའི་ལྡོག་ཕྱོགས་འཛིན་པའི་འཛིན་པ་དེ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་སོང་ཙང་ག་རེ་རེད་སྟོང་བ་དང་བདག་མེད་པ་ཟེར་འོང་དུས་གང་ལ་ཡང་ཁོ་དེའི་གི་ལྡོག་ཕྱོགས་འཛིན་ཚུལ་དེ་ལ་བསམ་བློ་ཅིག་བཏང་པ་ཡིན་ན་ནི་ཁོ་སྟོང་བ་དང་བདག་མེད་པ་ཟེར་དེ་དེ་ལོས་ལ་འཆར་བདེ་བོ་འགྲོ་ཡོང་ཡ་དེ་འདྲ་ཅིག་རེད། ད་ཁ་སང་འདི་ཞུ་བ་ནང་བཞིན་རེད། ཨ་ནི། ཟག་བཅས་གཉེན་པོས་ལེན་པའི་ཕུང་པོ་ད་ལྟ་འདི་གི་ཤ་རིང་འདུ་བྱེད་ཀྱི་ཕུང་པོ་དག་གཙང་མ་ཡིན་ཟེར་ཉིད། ཕྱི་རོལ་པ་ལ་ཡོད་མ་རེད་ནང་ལོག་དཀར་རྩ་ནང་པའི་ནང་ལོག་ལ་ཡོད་ན་དེ་གཙང་མ་རེད་ཟེར་ཉིད་ཡོད་མ་རེད། གཅིག་ཆི་ཐག་ཆོད་ཡོད་འགྲོ་འོ་ད་གཅིག་དེ་རེད། ད་གཉིས་པ་གཅིག་ག་རེ་ཡོད་རེད་ཟེར་དེ་གང་འོ་ན་ད་ཟག་བཅས་གཉེན་པོས་ཤ་རིང་འདུ་བྱེད་ཀྱི་ཕུང་པོ་ད་ལྟ་ང་ཚོ་མིས་ཕྱག་བཞག་པ་ཡིན་ན་དེ་གཙང་མ་རེད་ཟེར་ཉིད་དེ་འདྲས་མེད་པ་ཡིན་ན། ད་ཕུང་པོ་ལྷག་མ་བཞི་དེ་གཅིག་གཙང་མ་རེད་གཙང་བ་དང་མི་གཙང་བ་དེ་འདྲི་གི་རྣམ་གཞག་ཆེ་ཉུང་ཡོད་རེད་བས་ཟེར་ནས་དེ་ཡང་ཕྱི་ནང་གང་ལ་ཡང་དེ་འདྲི་གི་དེའི་གི་གང་ལ་ཡང་གཙང་བ་གཙང་བ་དང་འོ་དེ་འདྲི་མི་གཙང་བ་དེ་འདྲི་འཛིན་པ་དེ་སྒྲོ་འདོགས་དང་སླེབས་གི་མ་རེད་ཟེར་ད་དེའི་འོག་ལ་ཡང་ཡོང་གི་རེད་ད་འོ་ན་ག་རེ་ལེགས་གོ་རེད་ཟེར་ཏེ་ཕྱི་རོལ་པའི་དབང་བསྒྱུར་བ་པོ་བདག་ཟེར་ན་འདྲི་གི་འདུག་བདག་ཟེར་བ་དེ་གཙང་མ་གཙང་རྐྱང་ཅིག་ཡིན་ཟེར། དེ་ཕུང་པོ་དང། ངོ་བོ་ཐ་དད་རེད་ཟ་བྱེད་མཉམ་པར་ལེན་པའི་ཕུང་པོ་དང་མི་གཙང་བ་རེད་ཁོ་གཙང་བ་རེད་ཁོ་གཉིས་དོན་གཞན་པ་རེད་ཟེར་འོ་དེ་འདྲའི་ཅིག་འཛིན་ཡོང་དེ་ག་ལ། སྟོང་བའི་བདག། རྫོགས་ཕྱོགས་ལྡོག་ཕྱོགས་ཀྱི་དེ་ནས་གཙང་བ་འཛིན་པའི་འཛིན་པ་ཟེར་དེ་ཆགས་དགོས་རེད། ད་སྟོང་བ་བདག་མེད་པ་ཟེར་དེ་ག་ལ་བྱས་ཙང་དེ་འདྲའི་གི་གཙང་བའི་བདག་དེ་དང་ངོ་བོ་གཅིག་ཏུ། འཛིན་ཟེར་དེ་ལ་ཡ། འོ་དེ་ནས་བདག་མེད་པ། ལྡོག་ཕྱོགས་དུ་འཛིན་པའི་འཛིན་པ་དེ་འདྲའི་ཅིག་ཆགས་དགོས་རེད། ད་དེ་རིང་ང་ཚོ་སྐབས་སུ་བབས་པ། ད་ལྟ་འདིའི་གི་ཁ་གཙང།

དབང་བསྒྱུར་བ་པོས་བདག་དོན་བྱེད་མེད་པའི་ཕྱིར་ད་ག་རང་རེད། ད་གིས་ཁ་ཚང་གང་ལ་ག་རེ་རེད་གཙང་བའི་བདག་དོན་བྱེད་ཀྱི་སྟོང་པའི་ཕྱིར་ཟེར་བ་དེ་དང་ད་ནི་འདི་དབང་བསྒྱུར་བ་པོས་བདག་དོན་བྱེད་མེད་པའི་ཕྱིར་ཟེར་བ་དེ་གཉིས་གཅིག་པ་གཅིག་ཀྱང་རེད་དབང་བསྒྱུར་བ་པོས་བདག་ཟེར་ན་འགྲིག་གི་འདུག་གཙང་བའི་བདག་ཟེར་ན་འགྲིག་གི་འདུག་འོ་དེ་གཉིས་གཉིས་ཀ་དེ་གཅིག་པ་ཆགས་ཀྱི་ཡོད་རེད། དབང་བསྒྱུར་བ་པོས་བདག་དབང་བསྒྱུར་བ་པོས་བདག་དེ་གཙང་མ་ཡིན་ཟེར་དགོས་རེད་པ། འོ་དེ་ཟག་བཅས་གཉིས་པོ་ལེན་པའི་ཕུང་པོ་དེ། འོ་དེ་འདྲི་གི་དབང་བསྒྱུར་བ་པོའི་བདག་གམ་ཡང་ན་གཙང་བའི་བདག་དེ་དང་དོན་གཞན་པ་ཡིན་པའི་ཆ་ནས་སྟོང་བ་ཟེར་བ་རེད། འོ་དེ་རེད། ད་བདག་མེད་པ་ཡིན་ཏེ། འོ་དེ་བདག་མེད་པ་ཡིན་ཏེ། རང་དབང་བའི་བདག་གི་ངོ་བོར་མ་བསྒྲིབས་པའི་ཕྱིར། བདག་མེད་པ་ཡིན་ཏེ་རང་དབང་བའི་བདག་གི་ངོ་བོར་མ་བསྒྲིབས་པའི་ཕྱིར་ཟེར་བ་དེ་རེད། བྱས་ཙང། ད་ལྟ་ཟག་བཅས་གཉིས་པོ་ལེན་པའི་ཕུང་པོ་དེ་བདག་མེད་པ་ཡིན་ཏེ། རང་དབང་བའི་བདག། ཟེར་དེ་གང་ལ་བཏགས་ཀྱི་དབང་བསྒྱུར་བ་པོའི་བདག་ཟེར་ན་འགྲིག་གི་འདུག་རང་དབང་བའི་བདག་ཟེར་ན་འགྲིག་གི་འདུག་གཙང་བའི་བདག་ཟེར་ན་དེ་གཅིག་པ་རེད། འོ་དེ་དང་དེ་ནི། དེའི་དེ་དང་ངོ་བོ་གཅིག་ཏུ་མེད་པའི་ཕྱིར་ན་བདག་མེད་པ་ཟེར་གི་རེད། འོ་དེ་རེད། བདག་མེད་པ་ཡིན་ཏེ། རང་དབང་བའི་བདག་གི་ངོ་བོར་མ་གྲུབ་པའི་ཕྱིར། གང་ཟག་ཆོས་ཅན། བདག་མེད་ངོ་ནི་བསྒྲུབ་ཡ་སྟེ། ཁོ། ད་ལྟ་དེ་ཉིད་དེ་ཁོ་བོ་ག་རེ་རེད་ཟེར་ཏེ་གང་ལ་དེ་ཚེ་སྟོང་བ་དང་བདག་མེད་རགས་པ་དེ་གསུང་དགོས་པ་རེད། ད་བདག་མེད་ཕྲ་མོ་དེ་ཟེར་ན་མི་འདུག་ཐུན་མོང་བའི་འདོད་པའི་བདག་མེད་པ་ཟེར་ཡ་དེ་བསྒྲུབ་འོང་སྟེ་གང་ལ་ལྟ་འདི། གང་ཟག་ཆོས་ཅན་ཁྱོད་ཕུང་པོ་ལ་བཏགས་པ་ཙམ་མིན་པས་རང་དབང་བའི་ཚུལ་དུ་མེད་དེ་དེ་ལྟར་ཡོད་ན་མཚན་མའི་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར། བཞི་པ་ཙམ་གྱིས་ཀྱང་ངེས་པར། འགྲུབ་ལ། ག་རེ་འགྲུབ་ཀྱི་རེད་ཟེར་དུས་དེ་འདྲི་བའི་རྟགས་དེ་ལ་བརྟེན་ནས་བདག་མེད་ཕྲ་མོ་དུ་འགྲུབ་ཀྱི་རེད་རྟོགས་ཐུབ་ཀྱི་རེད་ཟེར་དོན་དག་དེ་རེད། དོན་དག་འདི་ནང་ལ་གང་ཟག་ཆོས་ཅན་ཟེར་ཏེ་གང་ཟག་ང་ཚོ་མི་དང་རྟ་དང་ལྷ་དང་བདག་དེ་འདྲི་གི་གང་ཟག་གང་ཡང་རུང་བ་ཆོས་ཅན་དེ་ཟེར། ཁྱོད་ཟེར་ཏེ་དེ་འདྲི་དེ་ཕུང་པོ་ལ་རྟགས་ཙམ་མ་ཡིན་པར་ང་ཚོ་གང་ཟག་གང་འདྲི་བྱེད་ན་ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་རྟགས་པའི་སྐྱེས་བུ་གང་ཟག་གི་མཚན་ཉིད་རེད་བ། ཁྱོད་ཀྱིས་གང་ཟག་ཟེར་དེ་ཕུང་པོ་ལ་བརྟེན་ནས་རྟགས་ཙམ་རེད་ཟེར། ཕུང་པོ་ལ་བརྟེན་ནས་བཏགས་ཙམ་མ་ཡིན་པས་རང་དབང་བའི་ཚུལ་གྱིས་ཡོད་རེད་བས་ཟེར་ན་ཡོད་མ་རེད། ང་ཚོ་གང་ཟག་ཟེར་ཡ་ག་འདྲི་གཅིག་ཡིན་པ་མི་དང་རྟ་དང་ལྷ་ག་འདྲི་གཅིག་ཡིན་པ་ཡིན་ན་ཕུང་པོ་ལ་བརྟེན་ནས་བཏགས་ཙམ་གྱིས་ཡོད་རེད་མ་གཏོགས་ཕུང་པོ་ལ་བརྟེན་ནས་བཏགས་ཙམ་མ་ཡིན་པས་རང་དབང་བའི་ཚུལ་གྱིས་ཡོད་རེད་བས་ཟེར་ན་ཡོད་མ་རེད། འོ་དེ་ག་རེ་རེད་ཟེར་དུས་ང་ཚོ་ཐུན་མོང་བའི་རང་རྒྱལ་བ་མ་མཆོག་གི་ཐུན་མོང་བའི་འདོད་པས་བདག་མེད་པ་ཟེར་ཡ་དེ་ཆགས་ཡོད་རེད་རང་དབང་བའི་ཚུལ་དུ་མེད་དེ། དེར་ལྟར་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་བཞིན་དེ་འདྲ་གྱི་སྐལ་སྲིད་ཡོད་པ་ཡིན་ན་མཚམས་ཡོད་དམིགས་དགོས་ཀྱི་རེད། མཚམས་ཡོད་དམིགས་སུ་རུང་བ་ལས་ཁོ་མཚམས་ཡོད་དམིགས་རུང་གང་ཞིག་ལ་མ་དམིགས་ན་མེད་དགོས་ཀྱི་རེད། མཚམས་ཡོད་དམིགས་སུ་རུང་བ་ལས་མ་དམིགས་པའི་བཞི་པ་ཙམ་གྱིས་ཀྱང་བདག་མེད་ཕྲ་མོ་ཟད་ན་འགྲིག་གི་འདུག་ཐུན་མོང་བའི་འདོད་པའི་བདག་མེད་དུ་འགྲུབ་ཐུབ་ཀྱི་རེད་རྟོགས་ཐུབ་ཀྱི་རེད། འོ་ད་ལྟར་ཐར་ལམ་ཟེར་བ་ཅིག་ན་གཅིག་དེ་གསུངས་འདུག་ད་དེའི་འོག་ཏུ་ཡང་ན། ཡང་ན་ཡང་བདག་མེད་ཕྲ་མོ་སྒྲུབ་བྱེད་ཀྱི་རིགས་པ་འདི་ལ་ཡང་ན་འདི་འདྲི་ཅིག་བཀོད་ན་ཡག་པོ་འདུག་གསུངས་པ་ལྟར་སྒྲུབ་སྟངས་མི་འདྲ་བ་གཉིས་རེད། ད་ལྟ་གང་མ་སྒྲུབ་སྟངས་འདི་ག་རེ་རེད་ཟེར་ཏེ་དེ་འདྲི་གི་འདི་ནི་གར་ཟེར་དེ་ག་ལ་ཡ། བདག་མེད་ཀྱི་ལྡོག་ཕྱོགས་བདག་ཏུ་སྤྲུལ་པ་དེ་དགག་བྱ་ལ་བཟུང་ནས། ཁོ་དགག་བྱ་ལ་སོགས་ནི་སྒྲུབ་དང་གཅིག། ད་ཡང་ཁོ་རང་དེ་ནི་གི། དེ་ནི་ང་ཚོ་རྣམས་ཀྱི། བདག་མེད་ཀྱི་ལྡོག་ཕྱོགས་བདག་ཏུ་སྤྲུལ་པ་དེ་ཆོས་ཅན་ལ་སོགས་ནི་དགག་བྱར་གཅིག་གཉིས་ཡོང་དགོས་སྒྲུབ་དང་གཉིས། ད་ལྟ་འདི་གང་མ་ད་ལྟ་གང་མ། གང་ཟག་ཆོས་ཀྱི་ཁྱོད་ཕུང་པོ་ལ་བཏགས་ཙམ་མ་ཡིན་པས་རང་ཡོད་ཚུལ་དུ་མེད་དེ་དེ་ལྟར་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར་ཟེར་བ་དེ། ཨ་ནི་གང་ཟག་གི་བདག་ཟེར་བ་དེ་དགག་བྱ་ལ་སོགས་ནི་ཨ་ནི། ཐ་སྙད་དུ་ཡོད་པའི་གང་ཟག་གི་སྟེང་དུ་ཨོ་དེ་མེད་པ་དེ་སྒྲུབ་ཀྱི་ཡོད་རེད། ད་ལྟ་ལྟ་འདི་ཡང་ན་ཟེར་ཡ་དེ་གི་ག་རེ་རེད་ཟེར་དེ་གང་ན་དེ་འདྲི་གི་དགག་བྱ་གི་བདག་དེ་ཆོས་ཅན་ལ་བཟུང་ནས་ཨོ་དེ་ནི་མེད་པར་སྒྲུབ་ཀྱི་ཡོད་རེད། ཡང་ན་ཕུང་པོ་དང་རང་བཞིན་གཅིག་དང་ཐ་དད་ཐ་དད་དུ་མེད་པ་དེ་རང་བཞིན་མེད་པའི་ཁྱབ་དེ་དཔེར་ན་རི་བོང་གི་རྭ་བཞིན་རི་བོང་གི་རྭ་ཟེར་དེ་ཁོ་མེད་སོང་ཙང་གཅིག་དང་ཐ་དད་གང་གི་ངོ་བོ་ཡང་ཡོད་མ་རེད་བ། དེ་ནང་བཞིན་གི་ཟག་བཅས་གཉིས་པོར་ལེན་པའི་ཕུང་པོ་ལྟ་བུ་དེ་དེ་ནི་ཀོ། རང་འོད་བདག་དེ་དང་རང་བཞིན་གཅིག་དང་ཐ་དད་གང་དེ་ཡོད་བ་མ་རེད། འོན་ཏེ། ཡང་ན་ཕུང་པོ་དང་རང་བཞིན་གཅིག་དང་ཐ་དད་དུ་མེད་པ་དེ་རང་བཞིན་མེད་པའི་ཁྱབ། དཔེར་ན་རི་བོང་གི་རྭ་བཞིན་དེ་དཔེ་དེ་རེད། གང་ཟག་རང་དབང་བ་དེ་ཡང། བྱས་ཙང་གང་ཟག་རང་དབང་བ་དེ་ཡང་ཕུང་པོ་དང་རང་བཞིན་གཅིག་དང་ཐ་དད་གང་དུ་ཡང་མ་གྲུབ་བོ། བཞི་པ་ལྟ་བུ། འདི་ང་ཚོས་ཐལ། རྩོད་པ་རྣམས་ཀྱིས་དེ་ནི་རིགས་རློམ་གྱི་ཐོག་ནས་བཤད་ན་འདི་ལ་ཡང་དེ་ནི།

ཨ་རང་བཞིན་མི་བྱ། ད། ཕྱོགས་བཅུ་ནི། ཕྱོགས་བཅུ་ཟེར་དུས་གང་ལ་ད་ང་ཚོ་རྣམས་ཀྱིས་མཚན་ཉིད་པའི་སྐད་ཆ་བཤད་ན་ད་ནི་བརྗིད་ཁྱབ་དང་ཕྱོགས་བཅུ་ཁོ། རྟགས་ཡང་དག་ཟད་དེ་ཚུར་གསུམ་གྲུབ་དགོས་ཀྱི་རེད་ཚུར་གསུམ་གྲུབ་པ་ལ་ཕྱོགས་བཅུ་དེ་བརྗིད་ཁྱབ་ཟད་དེ་གྲུབ་དགོས་ཀྱི་ཡོད་རེད་འོ་དེ། ད་ཕྱོགས་བཅུ་ནི། གང་ཟག་རང་དབང་བ། རང་དབང་བ་དང་གྲུབ་བདེ་རྫས་གཅིག་པའི་འོག་གྲུབ་བདེ་གཅིག་གི་རང་བཞིན་དུ་མེད་ད་གི་ཡུལ་གྱི་གང་ལ་ཕུང་པོ་དང་རང་བཞིན་གཅིག་དང་ཐ་དད་ཀྱང་གང་དུ་མེད་ན་རང་བཞིན་མེད་པའི་ཁྱབ་བཞི་པའི་རང་བཞིན་མེད་པ་དེ་ད་ག་ཚད་རང་བཞིན་མེད་པ་རང་ངོ་ནས་མེད་པ་དེ་ཙམ་ལ་ཟེར་དགོས་མ་རེད། འདི། ཕུང་པོ་དང་རང་བཞིན་ཏི་ཀར་ཛ། གྲིབ་སྡེ། ཕུང་པོ་དང་གྲིབ་སྡེ་གཅིག་གི་རང་བཞིན་དུ་མེད་དེ། སོ་ཕུང་པོ་དང་གྲིབ་སྡེ་གཅིག་གི་རང་བཞིན་མེད་པ་དེ་ལ་གོ་དགོས་རེད། མེད་དེ། ཁྱོད་རྒྱུ་ཡི་གཞན་དབང་ཅན་ཡིན་པའི་ཕྱིར། ཕུང་པོ་དང་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེ་གི་ཡོད་རེད། འོང། དེ་འདྲའི་གི་རང་དབང་བའི་གང་ཟག་དེ། ཁོ་རང་དབང་བའི་གང་ཟག་ཅིག་གྲུབ་སོང་ན་རྒྱུ་རྐྱེན་ལ་མ་ལྟོས་པར་གང་ལ་ཡང་མ་ལྟོས་ནས་ཅིག་གྲུབ་དགོས་ཀྱི་ཡོད་རེད། ཕུང་པོ་ལ་མ་ལྟོས་ནས་གྲུབ་དགོས་ཀྱི་ཡོད་རེད།

རང་དབང་བའི་གང་ཟག་དེ་རྒྱུ་རྐྱེན་ལ་མ་གཏུགས་པར་ཁོ་རང་དབང་རང་དང་གཅིག་པ་མེད་པར་རེ་བ། འོ། རྒྱུ་ཡི་གཞན་དབང་ཅན་ཡིན་པའི་ཕྱིར། ཁྱོད་དེ་ལས་རང་བཞིན་གཞན་དུ་མེད་དེ། ཕུང་པོ་དེ། རང་དབང་བའི་བདག་དེ་དང་རང་བཞིན་གཞན་དུ་རང་བཞིན་ཐ་དད་དུ་མེད་དེ། ཕྱོགས་བཅུ་ད་གི་ཡུག་གི། ཕུང་པོ་དང་རང་བཞིན་གཅིག་དང་ཐ་དད་གང་དུ་མེད་དེ་ད་རང་བཞིན་གཅིག་དུ་མ་གྲུབ་པར་སྒྲུབ་དགོས་རེ་རང་བཞིན་ཐ་དད་དུ་མ་གྲུབ་པར་སྒྲུབ་དགོས། འོ་དེ་ལ་ཡང་ཕྱོགས་བཅུ་སྒྲུབ་པ། དེ་ནི་ཁྱོད་ཀྱིས་བྱ་འོང་བྱ་ཡིན་པའི་ཕྱིར། ཁྱོད་དེ་ལས་རང་བཞིན་གཞན་དུ་མེད་དེ། དེ་ལྟར་རང་བཞིན་ཐ་དད་དུ་མེད་དེ་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར། གལ་སྲིད་གཉིས་མེད་ཁོ་གཉིས་རང་བཞིན་ཐ་དད་དུ་ཡོད་ན་སྔོ་སེར་ནང་བཞིན་ཐ་དད་ཡོད་དགོས་ཀྱི་རེད། སྔོན་པོ་དང་སེར་པོ་ནང་བཞིན་ཐ་དད་དུ་ཡོད་པར་སོང་ན་ད་ང་ཚོ་དེ་ནི་མཐོང་དགོས་ཀྱི་ཡོད་རེད། ཕུང་པོ་དང་རང་བའི་བདག་གཉིས་པོ་དེ་ངོ་བོ་ཐ་དད་ཡིན་པ་ཡིན་ན་སྔོ་སེར་ནང་བཞིན་ཟླ་བ་དང་སྐར་མ་ནང་བཞིན། འོ་དེ་འདྲའི་ཆེད་ནས་ཡོད་དགོས་ཀྱི་རེད། དེ་ཡོད་པ་ཡིན་ན་ང་ཚོ་ཕ་ཁ་ཐིག་བཏགས་འོང་དུས་གང་ལ་དཔེར་ན་དོན་གྲུབ་ཟེར་བ་དེ་ལ་བཏགས་འོང་དུས་གང་དོན་གྲུབ་ཀྱི་ཕུང་པོ་དེ་ལོགས་སུ་ཡོད་པ། དོན་གྲུབ་ཀྱི་བདག་དེ་ལོགས་སུ་ཡོད་པ་ང་ཚོ་ཁ་ཐིག་མཐོང་དགོས་ཀྱི་རེད། དེ་མཐོང་བ་མི་འདུག་དོན་གྲུབ་ཀྱི་ཕུང་པོ་མཐོང་ཚུལ་ལས་ལོགས་སུ་དོན་གྲུབ་མཐོང་ཚུལ་མི་འདུག་ཨ། ཡིན་ན་ཁོ་དོན་གྲུབ་ཀྱི་ཕུང་པོ་མཐོང་ཚུལ་ལས་ལོགས་སུ་དོན་གྲུབ་དེ་ནི་ལོགས་སུ་ཡོད་མ་རེད། དེ་དེ་ལས་གཞན་པ་སྔོན་པོ་དང་སེར་པོ་ནང་བཞིན་གྱི་ཐ་དད་དེ་ཡོད་མ་རེད་བ། འོན་ཏེ། འོན་ཏེ་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པའི་ཕྱིར། རྟགས་དེ་ཉིད་ལ་བརྟེན་ནས་ད་དེ་འདྲ་གི་རྟགས་གཉིས་པོ་དེ་ཕྱོགས་བཅུ་སྒྲུབ་བྱེད་ཀྱི་རྟགས་དེ་ཉིད་ལ་བརྟེན་ནས། གུམ་བརྟགས་ཀྱི་བདག་འཛིན་གྱི་གཞན་ཡང་རྣམ་པར་ཆད་པའི་སྡུག་བསྔལ་བདེན་པའི་ཁྱད་ཆོས་སུ་གྱུར་པའི་སྟོང་བ་དང་བདག་མེད་པ་ཉིད་དུ་འགྲུབ། སྟོང་བ་དང་བདག་མེད་པ་ཉིད་འགྲུབ་སྙམ་མོ། འོ་དེ་ད་དེ་འདྲའི་ཕྱོགས་བཅུ་སྒྲུབ་བྱེད་ཀྱི་རང་ཕུང་པོ་དེ་རང་འོད་བདག་དེ་དང་རང་བཞིན། ཐ་དད་དུ་མ་གྲུབ་པ་དང་རང་བཞག་གཅིག་ཏུ་མ་གྲུབ་པ་སྒྲུབ་པ་དེ་ལ་བརྟེན་ནས། སྡུག་བསྔལ་བདེན་པའི་ཁྱད་ཆོས་སུ་གྱུར་པའི་སྟོང་བདག་མེད་ཉིད་དུ་འགྲུབ་ཀྱི་རེད་ཟེར་དུས་གང་ལ་ད་གེ་ངས་གང་ལ་ཡ་ག་རེ་རེད་ཟེར་དུས་གང་ལ། ཁོ་རང་དབང་བའི་བདག་དེ་དང་ངོ་བོ་ཐ་དད་དུ་མ་གྲུབ་པ་དེ་ལ་སྟོང་བ་ཟེར་གྱི་རེད། རང་དབང་བའི་བདག་དེ་དང་ངོ་བོ་གཅིག་ཏུ་མ་གྲུབ་པ་དེ་ལ་བདག་མེད་པ་ཟེར་གྱི་རེད་ཟེར་སྡུག་བསྔལ་བདེན་པའི་ཁྱད་ཆོས་སུ་གྱུར་པའི་བདག་མེད་རགས་པ་དེ་སྟེ་ཟེར་གྱི་རེད། ད་ག་ནང་བཞིན་གྱི་གཙང་བའི་བདག་དང་ཕུང་པོ་གཉིས་ངོ་བོ་ཐ་དད་དུ་མ་གྲུབ་པ་དེ་ལ་སྟོང་བ།

ཁྱོད་རང་བཞིན་གྱིས་མེད་དེ། ཕུང་པོ་དང་རང་བཞིན་གཅིག་དང་ཐ་དད་གང་དུ་ཡང་མེད་པས་ཞེས་ཟེར་ཏེ་རྩ་བའི་རྟགས་དེ་དེས། ད་ཏིག་གི་ཕྱོགས་བཅུ། རང་འོད་བདག་དེ་ཕུང་པོ་དང་རང་བཞིན་གཅིག་དང་ཐ་དད་གང་དུ། མ་གྲུབ་པ་རྟོགས་འོང་དེ་གང་ལ་རྡུལ་ངོར་ལྡན་པའི་ཁྱད་ཆོས་སུ་གྱུར་པས་སྟོང་བ་དང་བདག་མེད་པ་གཉིས་པོ་དེ། རྟོགས་ཡོང་བ་རེད།

ཨ་དེ་ནི་འོ་འདི་ཚོ་གི་སྐོར་དེ་ཧ་ཅང་གི་ཡག་པོ་ཡོད་རེད། ད་ག་ནང་བཞིན་གི་ཨ་ནི་དཔེར་ན་ཕར་ཕྱིན་འོ་དེ་ནི་ད་ལྟ་བདེན་བཞིའི་སྐབས་སྒྲུབ་དང་བདེན་པ་རྣམས་དང་ནི་བཞི་པའི་སྐབས་སུ་སྒྲུབ་པའི་དམིགས་པ་བདེན་བཞི་ལ་འདུན་པའི་གདམས་ངག་ཟེར་འོ་དེ་འདི་གི་དེའི་སྐབས་ཀྱི་དེའི་ཁ་དེ་ཁ་དེ་གི་འབྲེལ་བ་ག་འདྲས་ཡིན་པ་ཡིན་ན་འོ་དེའི་འབྲེལ་བ་དེ་ཚོ་ལ་དེ་ནི་གཟིགས་པ་ཡིན་ན་དེ་ཚོ་ལ་དེ་ནི་ཡང་སྡིགས་མོར་ལྡན་པའི་ཨ་དེ་ནི་ངོ་བོ་སྡིགས་མོར་ལྡན་པའི་དབྱེ་བ་སྡིགས་མོར་ལྡན་པའི་རྣམ་པ

ལགས་སོ། དེ་ནས་རྣམ་པ་ཚོའི་སྐུ་གཟུགས་ལ་འཁྲུལ་གཞི་གང་གཟབ་གཟབ་གནང་རོགས་གནང། ཨ་ནི་ང་ཚོ་ཡང་སྦྱིན་མི་གི་འཛིན་གྲྭ་ནང་ལ་མཇལ་ཡོང་དུས་བྱེད།